ར་ཤི་ཡ་དང་ཡུག་ཀེ་རེན་གྱི་དམག་འཁྲུག་དང་འབྲེལ་བའི་དོགས་གནས་ནུས་ཚོད་ཁག་ཅིག་ཤོད་པའི་ནང་ཡུག་ཀེ་རེན་སྲིད་འཛིན་ཛེ་ལན་སི་ཀི་གིས་རེས་གཟའ་ཕུར་བུ་ཡ་ནི་དུ་བཤད་ཆ་བྱས་ན་ཁོ་རང་སོགས་ཀྱིས་ར་ཤི་ཡ་ཐོག་ལ་དམག་རྒྱག་པའི་སི་ཐི་རྒྱག་དགོས་ཀྱི་རྒྱུ་མཚན་དེ་ཉེ་ཆར་ར་ཤི་ཡ་གིས་ཡུག་ཀེ་རེན་གྱི་ལོ་སྟོང་ཕྲག་གི་ལུགས་རྒྱུས་ཡོད་བདེ་བའི་གོམ་པ་ལ་གཏོར་སྐྱོན་བྱས་པ་དང་ནི་འགྲེམས་སྟོན་ཁང་ཁག་ཅིག་ལ་ད་གཏོར་སྐྱོན་དང་ནི་ཕ་གི་མི་བསད་དང་དེ་འདྲ་གི་གནས་ཚུལ་དང་འབྲེལ་བའི་ཐོག་ནི་ལན་འདེབས་བྱས་པ་ཡིན་ང་ཚོ་དམག་རྒྱལ་དགའ་བོ་མེད་རེད་ནི་ཡུག་ཀེ་རེན་མི་ལ་རྒྱབ་པ་ཡིན་ན་མོ་སི་ཀོ་གི་མི་ལ་རྒྱབ་གི་རེད་གང་ལྟར་ད་ལྟའི་ང་ཚོའི་དམག་རྒྱལ་དེ་ནི་ངེད་ཅག། རི་ཤི་ཡཱ་གིས་ཡུག་ཀེ་རེན་ཐོག་ལ་དམག་རྒྱག་པ་དེ་ལ་ལན་འདེབས་བྱས་པ་ཡིན་ཟེར་ནས་དེ་འདྲའི་ས་ཁང་ནང་བཤད་ཡོད་པས་ནི་སོའི་ཅལ་རེད་འདི་ཤ་ད་ཁ་ཚང་འདུག་ཟེར་ཡུག་ཀེ་རེན་གྱི་མི་མེད་གནམ་གྲུ་སྟོང་ཕྲག་གཅིག་རྩི་བཏང་ཡོད་པ་དང་ད་ནཱ་ཤི་ཡཱ་མི་ཤུ་ཕུན་ཐང་དྲུག་བརྒྱ་བཅས་གང་དག་མོ་སི་ཀོ་གི་གྲོང་ཁྱེར་གྱི་ཉེ་འགྲམ་ལ་ཡོད་བསྡད་པའི་སྣུམ་བཟོས་ས་ཀྱི་ལྟེ་གནས་ཁག་མང་པོ་ཅིག་ལ་གཏོར་སྐྱོན་ཤུགས་ཆེན་པོ་བཏང་པའི་ཐོག་ནས། ད་ལྟའི་མོ་སི་ཁོ་ལ་དཀའ་ངལ་ཤུགས་ཆེན་པོ་འཕྲད་ཡོད་པའི་གནས་ཚུལ་བཅས་རེད་དེ། ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀི་གིས་བཀའ་མོལ་བཅས་ཀྱི་ནང་ལོ་ཡ་ད་ལྟའི་ར་ཤི་ཡ་དང་ཡུཀ་རེན་གྱི་དམག་དེ་གང་ཟག་གཅིག་ལ་ཐུག་བསྡད་ཡོད་པ་རེད། དེས་ར་ཤི་ཡ་གི་སྲིད་འཛིན་པུ་ཏིན་ཁོ་རང་རང་གི་ད་སྲིད་དབང་གི་ཐག་གཅོད་བྱས་བྱས་ལ་བར་གང་ད་ལྟ་ཁོ་རང་སྲིད་འཛིན་གྱི་ཐག་གཅོད་བྱས་པའི་ཐོག་ནས་དམག་བརྒྱབ་བསྡད་པ་རེད། ཨ་མི་མང་གིས་ནི་ད་ལྟའི་དམག་དེའི་ནང་ལོགས་ལ་དེ་འདྲའི་གི་ཅིག་འདོད་པ་དང་དམག་གི་ཐོག་ལ་ང་ཚོའི་ལྟ་ག་ལོ་ཞུ་བའི་གི་དེ་ཡོད་མ་རེད་གང་ལྟར་དེ་ཆ་ཚང་བྱས་བསྡད་པ་དེ་ནི་ར་ཤི་ཡ་སྲིད་འཛིན་ཁོ་རང་རང་གིས་ནི་བརྒྱབ་བསྡད་པའི་ནག་ཉེས་གི་འོག་ནི་ད་ལྟའི་ར་ཤི་ཡ་དང་ཡུཀ་རེན་གི་དེ་དཀའ་ངལ་དེ་འཕྲད་གོ་རེད་བསམ་ཕྱིན་ཆོས་འཆད་པའི་ནི་ཚོའི་དཔྱད་རེད་དེ་ཤ་ཡུཀ་རེན་གྱི་གཉིས་སྟོང་དོན་གཅིག་གི་ནང་ལོ་ཡ་ད་ལྟའི་ར་ཤི་ཡ་དང་ཡུཀ་རེན་གྱི་ད་ད་ལྟའི་དམག་རྒྱབ་དེ་ས་གའི་ས་མཚམས་ཀྱི་འབྲོམ་སྟྲེག་རེད་བསམ་མི་ལེགས་འདུག་དེའི་གི་ཉེ་འཁོར་ཡ་ནི་ར་ཤི་ཡ་གི་ཡུཀ་རེན་དམག་མི་ཡ་ནི་དུ་ས་མེར་སྒྱོགས་རྒྱབ་ནས་ད་འོ་རེ་ད་གང་ད་མེ་ཤུགས་བུན་ད་རྒྱབ་གྱོན་ནས་མེ་མདའ་རྒྱག་གྱོན་ནས་དེ་འདྲའི་བྱས་བྱས་ཡ་གཅིག་གནོད་སྐྱེལ་དེ་བས་གཉིས་སྟོང་དེ་འདྲ་བཏོན་ཡོད་པ་དང་ནི་ཁོ་རང་སོ་གི་བཤད་བྱས་པ་ཕྱིར་ན་ཉེ་བའི་ཕྱི་ཚོད་གཉིས་རྩ་བཞིའི་ནང་ལོ་ཡ་ས་མཚམས་ཀྱི་དམག་མི

ཀ་ཛ་ལའི་དེ་གའི་གྲོང་ཁྱེར་ནང་ལོ་ཡ་ར་ཤི་ཡ་དང་ཨེ་ཤི་ཡའི་གི་ཚོགས་འདུ་ཅིག་འཚོགས་ཆ་དེ་ཡི་ཨེ་སེན་དང་དེ་ནང་ང་ཚོའི་ཐའི་ལེན་ཀོམ་པོ་ཏྲེ་དེ་གི་ཉེ་འཁོར་གི་རྒྱལ་ཁབ་དེ་ཚོ་ཆགས་དེ་གི་ཡོད་རེད་དེ་གི་ཚོགས་འདུ་ཅིག་ཉི་མ་གཉིས་གི་ཕ་གི་ལ་ཚོགས་འདུ་ཅིག་འཚོགས་ཆ་དེ་གི་དགོན་ཆས་གི་ད་ལི་གཞི་དེ་གང་གཏམ་བཤད་པའི་ནང་ཀ་ཕེ་ཆ་ཕ་གི་ལ་བཅག་དེ་བའི་སྐབས་སུ་བྱུང་ཡོད་པ་དང་ད་ལྟའི་ཆ་ནས་ར་ཤི་ཡ་གི་ད་ཅིག་ཨེ་ཤི་ཡ་གི་ནང་ལོ་ཡ་འབྲེལ་བ་བཟང་རུ་བཏང་ཡོད་དེ་ཨེ་ཤི་ཡ་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་མཐུད་ཡས་གི

ར་ཤས་ཀྱི་མི་དེ་འདྲ་གིས་སྣུམ་ཕྱིས་བྱས་རྟ་དང་སྣུམ་གྱི་ཆ་བ་བབས་ཀྱི་འདུག་ཟེར་བ་ཞིག་བཏོན་འདེབས་པ་ཡང་འདི་འདྲའི་གི་ནི་ཚུལ་དཔྱད་རེད་དེ་ཤ་ཐ་ན་ཤའི་ཏེ་ཡུཀ་རེན་གྱི་ར་ཤི་ཡ་མོ་སི་ཀོ་གྲོང་ཁྱེར་གྱི་ཉེ་འགྲམ་ཡང་གཏོར་སྐྱོན་ཤུགས་ཆེན་པོ་བཏང་པ་ཡིན་ཙང་མོ་སི་ཀོ་གི་ད་ལྟའི་གནམ་གྲུ་ལྔ་བརྒྱ་ཨ་ནི་ཀན་སེལ་བཏང་དགོས་ཡ་ཨ་ནི་ཁ་ཁ་ལུག་བསྒྱུར་དགོས་ཡ་ཨ་ནི་གྱི་ཁ་ཤི་ཚུགས་འཕུར་ངེས་མ་འཕུར་མ་བཅོས་ཡ་ཕ་འཕུར་ངེས་དེ་ཚོ་འཕུར་མ་ཐུབ་ཡ་འདི་འདྲའི་གི་དཀའ་ངལ་འཕྲད་ཡོད་པའི་ནི་ཚུལ་དཔྱད་རེད་དེ་ཤ་ཐ་ན་ཤི་འགྲུལ་བ་གཏོང་ཚུལ་མང་པོ་ཡ་ཨ་ནི་དུ། རྟ་ཁ་ལོ་གནམ་ཐང་ལ་དཀའ་ངལ་འཕྲད་སླ་འོས་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་དེ་ནས་ཨ་རིག་གི་བདེ་སྲུང་བློན་ཆེན Peter Hagestyn གྱི་ད་ལྟའི་གཏམ་བཤད་ཅིག་གི་ནང་ལོ་ཡ་ཨ་རིག་གི NATO གི་རྟ་ཁུང་ནས་བསྐྱེལ་བྱས་ད་ལྟའི་ཡུ་རོབ་ཀྱི་ནང་ལོ་ཡ་རྟ་དམག་མི་བཀྲམ་བཞག་པ་དེ་ཚོ་ནི་ང་ཚོས་མ་ཕྱི་འདྲེན་བྱེད་ཀྱི་ཡིན་ཟེར་བ་གང་དག་ད་ལྟའི་གནས་འཕྲོ་ན་ཡོད་དེ་ངས་རྒྱལ་ཁབ་ཁ་ཅིག་གི་ཨ་རིག་གི་དམག་མི་གི་སྲུང་སྐྱོབ་གཅིག་པོ་ལ་འཚོ་བཞེས་དེ་དེ་ངས་མང་པོ་ཡོད་རེད་སུ་ཧྥུ་རི་ལ་ནི་དེ་ཚོ་གི་ད་རྒྱལ་ཁབ་གི་ལོ་གཅིག་གི་ཡོང་འབབ་ནི་བརྒྱ་ཆ་ལྔ། ཇི་ཏི་པི་བརྒྱ་ཆ་ལྔ་བཏང་དགོས་ཆོག་དེ་ནི་བཏང་མ་ཐུབ་པ་ཡིན་ན་ནི་ཨ་རིག་གི་ཤི་ནས་ཅིག་གིས་ཁྱེད་རང་ཚོ་གི་ཆེ་དགོག་རེད་ཟེར་ཁྱེད་ཤེས་ཡོད་པས་ནི་ཚོས་ཅི་ཡ་རེད་དེ་ཤ་ཐང་ན་ཤེས་ཉེ་ཆ་ཨ་རི་དང་ཨི་རན་གཉིས་དམག་རྒྱག་པའི་སྐབས་སུ་ནི་ནས་འཕྲོ་ལུང་པ་མང་པོ་ཅིག་གི་ཨ་རི་ཡ་རྣམས་དམག་ས་མ་ཡལ་བ་དེ་འདྲས་བྱས་པ་དེ་ཚོ་ལ་ཡང་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཁ་ད་ལྟ་ད་ལྟའི་ར་ཤའི་ད་ཡུཀ་རེན་གྱི་དམག་གི་ཐོག་ནས་ནར་ཡང་ནས་འཕྲོ་དེ་ཡུཀ་རེན་གྱི་ལ་རྒྱབ་ལོག་ལ་ཤུགས་ཆེན་པོ་ཡོད་དེ་ངས་ཀྱིས་རྒྱ་ཁབ་རྐྱང་རྐྱང་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་བྱུང་བ་རེད། ཅི་བྱས་ནས་ཚོས་སྐྱོན་འགྲོ་མི་འགྲོ་ཁག་གཅིག་ཞུས་པས་ན། ཨ་རི་སྲིད་འཛིན་ཀྲུམ་གྱིས་ཐའེ་ཝན་ལ་ཁ་བརྡུང་རྒྱབ་བྱས། ག་ད་ཐའེ་ཝན་གྱི་ད་ལྟ་བར་དུ་ད་ཨ་རི་གྱི་སྲིད་མི་ཀ་འདྲེག་ཀྲར་ད་ག་ད་དྲ་རྒྱ་གྱི་མ་ལག་གཙོ་བོ་ཅིབས་བཟོ་གྲ་རྐུ་མ་རྒྱབ་རེད་ས་ཁོ་ཚོས་ང་ཚོས་གི་ལི་ཤི་ཀྱང་ཀྱང་གསོལ་བྱས་ག་ད་སྒྱུ་རྩལ་ཚང་མ་ལྐོག་ནུས་བྱས་བྱས་ད་ནི་བོ་ཏོ་ཁྲོ་བལྟས་པ་རེད། ད་འདི་ཨ་རིག་གི་ཚུ་ཕྱི་ལན་བྱེད་ཁུག་འདུག་ཟེར་བྱ་ཞེས་ཡོད་པའི་ནི་ཚོའི་དཔྱད་རེད་ཤག་དང་ན་ཞེ་ཁོ་རང་གི་ཞེས་བྱས་པ་བྱས་ན་ཀུ་ཤུ་ཁ་པ་ད་ཨིན་ཐྲལ་གཉིས་མཉམ་རུབ་བྱས་བྱས་ཨ་ནི་ད་འདི་སི་མི་ཁ་འདྲ་ཀྲི་ཨ་རིག་རང་ལ་བཟོས་དགོས་ཀྱི་འདུག་ཟེར་བ་གང་ད་ཨིན་ཐྲལ་ནང་ལོ་ཡ་རྩ་བའི་ཨ་རིག་གི་དཔལ་འབྱོར་ག་ལ་གང་འཚམ་ཅིག་མར་ཚགས་ཡོད་པ་རེད། ཁྱེད་རང་གིས་ད་ལྟ་ངོ་མ་དེ་ཁོ་རང་ཞིག་ལ་མ་རྩ་དེ་འགྲོ་ལ་བི་ལན་བརྒྱ་ཡིན་པ་འདྲ་ད་ལྟ་ཡར་དྲུག་བརྒྱ་ལ་ཡར་བཟོས་བྱས་དེ་འདྲ་གི་སྐད་ཆ་བཤད་རིགས་འདུག་གང་ལྟར་ཀུ་ཤུ་ཁ་པར་དང། ནི Intel གཉིས་མཉམ་རུབ་བྱས་བྱས་ཨ་རི་ནང་ལོ་ཡར Chips བཟོས་གི་ད་འབད་བརྩོན་བྱེད་ཀྱི་ཡོད་པས་ནས་ཚོའི་དཔྱད་རེད་དེ་ཤ། ཐའེ་ཝན་གྱི་སྲིད་འཛིན་ལའི་ཆང་གིས་ད་འདི་ཨ་རི་ཡར་རེ་བ་བརྒྱ་བརྒྱ་ད་གང་ལྟར་ཨ་རི་གིས་ཐའེ་ཝན་ལ་གོ་ལག་ཆ་བཙོང་ཡས་གི་ཆོག་ཆེན་དེ་གང་འཇོག་འཇོག་ཅིག་ཏུ་དེ་སྐད་བྱས་ཐུག་ན་ཡག་པོ་འདུག་ས་ཁོ་རང་ཚོ་གི་འགྲོ་ལ་བི་ལིན་བཅུ་བཞི་གི་འདུག་ས་ཉོས་ཚེ་རྒྱག་གི་ཡོད་པ་དང་རྩ་བའི་རྒྱ་ནག་གི་སྡིག་ར་དེ་ཐའེ་ཝན་གང་ལ་ཤུགས་ཆེར་འགྲོ་གི་ཡོད་པས་ན་དེ་གདོང་ལེན་བྱས་གི་ཆེད་དུ་ད་ལྟའི་ཐའེ་ཝན་གྱི་ཨ་རི་གི་ད་ཅིག་གོ་ལག་ཆ་ཉོས་ཀྱི་འབད་བརྩོན་ཤུགས་ཆེན་པོ་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་ཤག་ཨ་རིའི་གི་ད་ལྟའི་ཕྱི་སྲིད་དྲུང་ཆེ་མར་ཁོ་རུ་བྷི་ཨོ་གི་བཤད་གཅད་བྱས་ན་འགྲོ་ལ་བྷི་ལིན་བཅུ་བཞི་དང་འབྲེལ་བའི་ཐོག་ནས་ཚོང་འབྲེལ་གི་ཐོག་ལ་ད་ལྟ་ཨ་རིའི་གི་ཞིབ་འཇུག་བྱེད་བཞིན་པ་རེད། ག་ད་གོ་ལག་ཆད་ནས་ད་ཉེ་ཆར་ཨི་རན་སྒང་ལ་དམག་རྒྱབ་བྱས་མང་པོ་བྱས་གཏོར་སྐྱོན་དང་འཕྲོ་ལག་ཕྱིན་ཡོད་པས་ད་ག་རི་ག་རི་བཙོང་ཡ་འདོད་དེ་སྒང་ལ་དངོས་ཡ་གི་བྱས་ཤི་ཡོད་དེ་པ་དེ་འདྲ་བྱས་རེད་དེ་བཤད། དེ་ནི་རྒྱ་གར་གྱི་དབུས་ཀྱི་ཡི་གེ་རང་བྱུང་ཁུལ་ལ་དྭགས་ཡ་ནི་ད་ལྟའི་བག་པ་དང་ནི་ལ་ཝར་ཁྲུར་ཐ་དང་བཅས་ནི་སྐོར་བརྗོད་སྤྲོ་ངན་ཁ་ཅིག་གིས་བཤད་བྱས་པ་ཅི་ན་ཁོ་རང་སོ་ཡ་ས་མཚམས་ལ་སླད་འགྲོ་བའི་སྐབས་སུ་ཁ་པར་གྱི་དུས་ཚོད་མ་བྱས་རྟ་རང་བཞིན་མེད་རྒྱ་ནག་གི་དུས་ཚོད་ལ་བསྒྱུར་འགྲོ་ཡ་ཅིག་ད་བོད་དང་རྒྱ་ནག་གི་ལ་ཝར་བ་འདི་པ་ར་དེར་ཆུ་ཚོད་གཉིས་ཀྱི་སྟོང་པ་ཡོད་པས་ནི། ནི་ལམ་སང་རྒྱ་ནག་གི་དུས་ཚོད་ལེན་འགྲོ་གི་ཡོད་པ་དེ་འདྲའི་རྒྱན་དེ་ཚོའི་དཔྱད་ཡ་རེད་དེ་བཤད་ནས་ཆེད་ལས་པ་གི་བཤད་ཡ་དཔྱད་བྱས་ན་ཨ་ནི་ད་ལྟའི་ལ་དྭགས་ངོ་ཤོག་ལ་རྒྱ་གར་གི་དྲ་རྒྱ་དེ་ཞེ་དྲག་མེད་པ་དང་ཤུགས་ཆེན་པོ་མེད་པ་ཡིན་ཙང་ཨ་ནི་རྒྱ་མི་གི་ད་ང་ཚོའི་མོ་པལ་གི་བརྡ་དག་ལའོ་ལ་དེ་ཚོ་ཤུགས་ཆེན་པོ་ཡོད་པ་ཡིན་ཙང་དེ་གི་ལམ་སང་རྒྱ་མི་ག་ཅིག་གླེན་བྱས་འདུག་བྱེད་གི་ཡོད་པ་རེད་ཟེར་ནས་བཤད་དེ་འདྲ་བཤད་རྒྱ་བལ་ནི་ཚོའི་དཔྱད་ཡ་རེད་དེ་བཤད། ད་ནི་དབྱིན་ཇིའི་ལུང་པ་དང UAE ཀྱི་ད་ལྟའི་སྲིད་དྲག་པས་ཅིག་ཡར་ལོ་བཅོ་ལྔའི་མ་མཇལ་ཡར་ནི་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་མ་ཤོག་ཡར་ལོར་ཁ་པར་གྱི་ནང་ལོག་ནས་དེ་འདྲ་གྱི་བཀག་སྡོམ་བྱས་ཡོད་པའི་ནི་ཚོད་དཔྱད་རེད་ད་ཆ་རྩ་བའི་སྤྱི་ཚོགས་དྲ་རྒྱ་དེ་ད་སྤུ་གུ་ལོ་ཆུང་གིས་བཏང་པ་ཡིན་ན

ཚོགས་ཀྱི་བ་ནས་འབྲུ་ངན་ད་གྲུ་གཟིངས་དེ་འདྲས་འདི་ད་ལྟའི Bay of Bengal ལ་བཞའ་ཡ་ཡིན་ཟེར་བ་དེ་རྩ་བའི་པ་ཀི་སི་ཐན་དང་བང་ལ་དེ་ཤི་དམག་འཁྲུག་བརྒྱབ་ཆེ་ཡ་ནི་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་གི་རྗེས་ལ་ད་ལྟ་བ་དོ་པ་ཀི་སི་ཐན་གི་བྷ་གི་ལ་ཐེ་བྱུས་གང་ཡང་བྱས་མེད་པ་ད་ད་ལྟའི་ཆ་ནས་པ་ཀི་སི་ཐན་གི Bay of Bengal ལ་ནི་དུ་ས་ཆུ་བ་ལ་གྲུ་གཟིངས་བཞའ་ཆེ་དེ་འདྲས་ཀྱི་ཚོད་ལྟ་བྱས་དང་འབྲེལ་བའི་ཐོག་ནས་དེ་ཡི་རྒྱ་ནག་གི་བཟོས་བཞའ་པའི་གྲུ་གཟིངས་བཞའ་ཡ་གི་རྩིས་རྒྱབ་ཏུ་ཡོད་པ་དེ་འདྲས་ཀྱི་ནི་ཚོའི་དཔྱད་རེད་དེ་ཤ་དེ་ནས་ད་ཐེངས་ང་ཚོའི་གསར་འཇུས་བྱེད་སའི་གསར་ཁང Telegram ཡ་ནི་འདུག་སའི་རྒྱ་གར་དབུས་སྲིད་གཞུང་ནས་ཨ་ནི་རྒྱ་གར་ཁྲིམས་ཁང་ལ་ཡ་སྐྱེལ་བྱས་གང་ལྟར་དྲ་ཚིགས་དེའི་གི་བརྒྱུད་ནས་མི་གི་ཅིག་བདག་དབང་རེད་དེ་འདྲའི་མང་པོ་ཅིག་ལ་གཏོར་སྐྱོན་བཏང་གི་ཡོད་པ་དང་དག་ན་ཞེས་དྲ་རྒྱ་དེའི་གི་བརྒྱུད་ནས་ནི་ཅིག་བརྒྱུད་ཁུར་རིང་ལུས་པའི་བྱ་སྤྱོད་ནི་རེད་སྤུ་གུ་ལ་བཙན་གཡེམ་དང་བྲལ་བའི་ཐོག་ནས་རེད་ཉེ་རྟགས་རེད་ཨ་ནི་མི་ནག་ཚོང་རྒྱ་ཡ་རེད་ཨ་ནི་དྲ་ཐོག་ནས་དྲ་གི་དག་དྲ་མི་འདྲ་བཟོས་ནས། ཁྲིམས་འགལ་ཡ། ནི་དཔལ་འབྱོར་གྱི་ཐོག་ནས་ཡང་གཅིག་གིས་ཡིག་ཆ་བཙུན་མ་དག་དང་དཔལ་འབྱོར་གྱི་གནས་སྟངས་བཙུན་མ་བཟོས་པའི་ཐོག་ནས་ལས་མང་པོ་ཞིག་བྱེད་ཀྱི་འདུག་སྤྲོ་གང་དག་ད་ལྟའི་ཉེ་བའི་ཆ་ལ་ད་ལྟ NEAT གྱི་ཡིག་རྩིས་དང་འབྲེལ་བའི་ཐོག་ནས་བཀག་པ་རེད་དེ་དག་ད་ལྟ Telegram དེ་རྒྱ་གར་ནང་བཀག་བཀོད་ཀྱིས་ཡང་ཡིག་ཆ་དེ་འདྲ་བཞག་ཅེས་དཀའ་ངལ་དགའ་བོ་ཤུགས་ཆེན་པོ་སྒྲིག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ཨ་རི་དང་ཨི་རན་གྱི་གྲོས་མོལ་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁག་ཅིག་ཞུས་པའི་ནང་ད་རྩ་བའི་ཨ་རི་དང་ཨི་རན་གཉིས་གྲོས་མོལ་གྱི་ཐག་གཅོད་བྱུང་བྱས་རེས་གཟའ་ལྷག་པ་སྤྱི་ཟླ་དྲུག་པའི་ཚེས་བཅུ་བདུན་ཡ་ནི་དུ་དྲ་ཐོག་ནས་མཚན་རྟགས་བཀོད་པ་རེད། ཨི་རན་གྱི་སྲིད་འཛིན་མཱ་སུད་པེ་ཟེས་ཁན་དང་ཨ་རི་གྱི་སྲིད་འཛིན་ཏོ་ནལ་ཏྲམ་གྱི་དྲ་ཐོག་ནས་མཚན་རྟགས་བཀོད་བྱ་བསེ་རག་བྱས་པའི་རྗེས་ལ་ད་ཚེས་བཅུ་དགུ་རེས་གཟའ་པ་སངས་ཡ་སུའུ་ཛི་ལན་གྱི་བཟོས་འགྲོལ་ཁང་ཡ་ནི་བྷ་སུ་ཡིག་ཆ་ལྗི་བོ་ཅལ་གྱིས་ད་ལི་ཤིའི་དེའི་བར་དུ་སླེབས་པ་རེད་དེ། ཨི་ཟི་རེལ་གྱི་དམག་མི་བཞི་ནི་ལེ་བྷ་ནན་གྱི་སྲས་སུ་བསླབ་ཆེད་ཨི་ཟི་རེལ་གྱི་ཧཱེཛ་བྷུ་ལཱ་ཡི་ཐོག་ལ་དམག་བརྒྱབ་པའི་ཐོག་ནས་མཚན་ནི་ཞོགས་པ་བར་དུ་དམག་བརྒྱབ་ཆ་ག་འདྲ་གསར་འགྱུར་ཁག་ཅིག་ན་མི་བཅུ་དྲུག་ཁྲིད་འདུག་ཁག་ཅིག་ན་མི་བཅོ་བརྒྱད་ཁྲིད་འདུག་ག་འདྲ་ལྟར་མི་བཅུ་དྲུག་ནས་བཅོ་བརྒྱད་བར་སྲོག་སྐྱོན་བྱུང་ཡོད་པ་དང་སུམ་ཅུ་སོ་གསུམ་ལ་རྨས་སྐྱོན་ཕོག་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ད་ལྟའི་ཨ་རི་དང་ཨི་རན་གྱི་གྲོས་མོལ་ནང་ལོ་ཡ་ཨི་ཟི་རལ་དང་ལེ་བྷི་ནོན་གྱི་དམག་ཡང་མཚམས་འཇོག་བྱས་ཀྱི་གན་རྒྱ་ཡོད་པ་ནང་བཞིན་བྱེད་མ་ཐུབ་པའི་ཐོག་ནས་ད་ལྟའི་དཀའ་ངལ་འཕྲད་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་ཁྱི་ཚང་གིས་དེ་མ་ཐག་ཏུ་ད་ལྟའི་གྲོས་མོལ་གྱི་ནང་ལོགས་ལ་ད་ཆ་ཤི་ལིང་ངན་གྱི་ཨ་རི་རེད་ཨང་ཐ་ན་ཤི Gulf གྱི་ལུང་པ་ཁ་ཐར་ད་ལྟ་དེ་ཚོ་གིས་འབད་བརྩོན་བྱས་པའི་ཐོག་ནས་ད་ཁ་ཚང་གི་དགོང་མོ་ཆུ་ཚོད་བཞི་པ་ནས་ནི་དམག་མཚམས་བཞག་ཡས་ཀྱི་ཡང་བྱ་ཕྱོགས་གཉིས་ཀ་གི་ངོ་ཕྱོགས་ནི་མང་ཙམ་ཞིག་བྱ་ཡ་གི་ལྟ་འདུག་ས་གཏན་འཁེལ་ཡོད་པའི་གནས་ཚུལ་བཅས་བྱུང་ཡོད་པ་འདྲ། དེ་ནི་ཨ་རིག་གི་སྲིད་འཛིན་ཟུར་པ Brack Obama གི་ད་ག་ཙང་ད་ལྟ་ཨ་རི་དང་ཨི་རན་གི་གྲོས་མོལ་དང་བྲལ་བའི་ཐོག་ནས་གྲོས་མོལ་དེ་འགྲོ་ཐུབ་པ་དེ་དཔེ་མི་སྲིད་དགའ་བོ་བྱུང་སོང་ཡག་པོ་རེད་ཟེར་བ་ཡིན་ཨ། Barack Obama སྟེ་སྔོན་མ་ཉིས་སྟོང་བཅོ་ལྔ་ཡ་ནི་དུས་ཨི་རན་མཉམ་དུ་གྲོས་མོལ་བཞག་བཞག་པ་ལོར་གན་རྒྱ་བཞག་བཞག་པ་དེ་གི་ནང་ལོ་ཡ་ཨི་རན་གི་ལོ་ཉི་ཤུ་རྩ་ལྔའི་ནང་ལོ་ཡ་ནི་དུས་ལ་དུས་དྲན་མཚོན་ཆ་མ་བཟོས་ཡ་ད་གང་དག་དེ་འདྲའི་གི་ཐོག་ནི་ཨ་ནི་རིམ་པ་བཞིན་དུ་ནི་ད་འཛམ་གླིང་གི་གནས་སྟངས་ལ་འགྱུར་བ་ད་གི་ད་གི་བྱས་བྱས་ནི་མ་མ་འགྱངས་ཡ་ཡོད་ད་དེ་འདྲའི་གི་གན་རྒྱ་ཅིག་བཞག་ཡོད་རེད་ཟེར་ང་ཚོའི་སྐབས་སུ་ནི་ཁོང་ཚོའི་ལ་དུས་དྲན་མཚོན་ཆ་བཟོས་ཡ་མེད་པ་ད་རང་གི་གན་རྒྱ་བཞག་ཐུབ་བྱུང་བ་རེད་ཟེར་ནས་ད་ལྟའི་ཨ་རིའི་སྲིད་འཛིན Trump གྱིས་ཨི་རན་གྱི་ཐོག་ལ་བཞག་བཞག་པའི་གན་རྒྱ་དེ་ཡག་པོ་རེད་དེ་ནས་དེ་གིས་ཕན་ག་ཚད་ཐོགས་ཡོད་དང་ག་ཚད་བར་དུ་གནས་ཐོགས་ཡོད་མེད་དེ་བཤད་ཐུབ་མ་ཁ་འདྲི་ཉི་མ་དྲུག་ཅུ་གི་ཚེར་བ་དེ་འདྲ་གི་ཐོག་ནས་གནས་ཚུལ་བཤད་ཡོད་པ་ད་ད་ན་ཤེས་ཁོ་རང་གིས་བཤད་བྱས་བ་ཕྱིར་ན་ཨ་རིའི་གི་ད་མི་མང་གི་དཔེ་ཆ Billion མང་པོ་བཏང་བྱས་ནས་དམག་རྒྱག་བྱས་ག་ད་ང་རང་ཚོའི་མི། འདས་གྲོངས་སུ་དར་དམག་མིས་འདས་གྲོངས་སུ་ཕྱིན་པ་དང་དམག་སྒར་དང་དམག་ས་ལ་རྨས་སྐྱོན་ཕོག་པ་དེ་འདྲ་གྱི་གནས་ཚུལ་མང་པོ་བྱུང་བ་རེད། ཁྱེད་ཚང་གིས་སྟབས་ད་འདི་སྲིད་འཛིན་ཀྲམ་གྱིས་ལས་ཀ་བྱས་ཏེ་ཡག་ག་ཡིན་དང་སྡུག་ག་ཡིན་དང་ཕན་ཐོགས་ཡོད་དང་མེད་དང་དེ་འདྲའི་གང་ལ་ངས་བཤད་ཤེས་ཀྱི་མེད་ལན་སོར་དེ་འདྲ་གྱི་ཀ་མའི་ནང་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནས་ཨ་རིའི་སྲིད་འཛིན་ཀྲམ་གྱིས་ཨི་རན་གྱི་གན་རྒྱ་དང་འབྲེལ་བའི་ཐོག་ནས་ད་ཁ་སང་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་ཨ་ཡེ་ཏི་མོ་ཅེ་ལ། སྔོན་ཅི་ཐབས་པ་ཁ་མི་ནུས་ཀྱིས་ད་ལྟ་ཀ་མོན་གཅིག་གི་ནང་ལོ་ཡང་ཨ་རིའི་བ་ད་ལྟའི་ཨོ་དྲི་མོ་དེ་བྱས་ལ་དཔེ་མི་སྲིད་ཀྱི་ད་ག་ལ་འདོད་པ་ཆེན་པོ་དང་རྔམ་པ་ཆེན་པོ་རེད་ཤག་ཟེར་བ་ཁོ་ཚོ་གི་ཨུ་ཚུགས་ཧུར་ཐག་རྒྱབ་བྱས་ད་ག་ད་ག་ལོག་པད་ཁོ་རང་ནུས་ཤུགས་ཞི་བ་ཞིག་སྤྲད་བྱས་བེད་བརྩོན་ཞི་བ་ཞིག་བྱས་བྱས་ཨ་ནི་གན་རྒྱ་དེ་བཞག་པ་རེད། དངོས་གནས་བཤད་ན་ངེད་ཀྱིས་བསམ་ཡས་བྱས་ན་ནི་ཀྱི་ཁ་ལོ། ཨ་རིག་གིས་ཡོང་ཡས་མེད་པའི་དོན་ཚན་མང་པོ་ཅིག་བཏོན་ཏེ་མང་པོ་ཅིག་ཕྱི་འཐེན་བྱས་ཀྱི་འདི་བྱས་པས་འདི་ལྟ་ག་འདྲ་ཟ་ང་ཟིང་གི་ཅིག་ཀྱང་དུས་མཛོད་དེ་བཞག་པ་རེད། ག་འདྲ་ཨ་རི་ཡས་འདི་གྲོས་མོལ་དེ་ཞེའུ་ཅིག་གོ་བདེ་ཤག་སི་ལབ་ཅིག་དེ་འདྲ་བཤད་པའི་གནས་ཚུལ་ཅིག་བྱུང་ཡོད་པ་འདྲ། དེ་ཡས་སྲིད་འཛིན་ཀྲམ་གྱིས་ང་ཚོས་དེ་འདྲ་བྱེད་རྒྱུ་མ་བྱུང་ཟེར་བ་ང་ཚོས་འདི་སྒུག་མེད། ཁོ་རང་ཚོས་ལ་གོ་གི་འདུག་ཟོ་ག་ད་ཁོ་རང་ཚོས་བད་ཁོ་རང་འདི་གང་ལ་ངམ་བསྡད་བྱས་ཟེར་ཁོ་རང་ཚོ་གི་བྱས་པ་རེད་ལས་འགྲོ་གི་ད་དེ་ནི་ཨ་རི་ནི་ཨི་རན་ཡ་རྡོ་ལ་བི་ལིན་གསུམ་སྦྲེལ་གི་འབྲེལ་བའི་ཐོག་ནས་ང་ཚོའི་འགྲིག་མི་སྲིད་དཔེ་ཆ་བཀང་སྟེ་ང་ཚོ་དཔེ་ཆ་སྤྱོད་ལ་འོར་བ་མུ་ཙི་སྔགས་ཐད་བོད་པའི་ཞེ་སྡང་ཞེ་འདི་འདྲི་བྱས་འགྲིག་མེད་སྲིད་ལབ་བྱས་ཡང་ཞིག་འགྲིག་གི་ཡོད་མ་རེད་ད་གང་ད་རག་གི་མ་རེད་ལས་སོ་རེད་དེ་འདྲ་གི་ག་མོའི་ནང་ཡོད་པའི་འདི་ཚོའི་བཅས་རེད་དེ་བཤད།

ཁ་རྩང་ད་གློ་བུར་དུ་གྲོས་མོལ་དེ་ཕྱི་འཐེན་བྱས་པའི་ཐོག་ནས་ལོག་རེད་ད་ག་འདྲ་ཚེས་བཅུ་དགུ་ལ་བྱས་ཐུབ་ཡོད་མ་རེད་གང་ཡིན་ཟེར་ན་ཨི་ཟི་རལ་གྱིས་ཨི་རན་ཐོག་ལ་དམག་རྒྱག་པའི་ཐོག་ནས་ཨི་རན་ནི་ཡོང་གི་མེད་ཟེར་ལ་དོ་བྷེ་ནི་ཨ་རིག་གི་སྲིད་འཛིན་གཞོན་པ་ཇི་ཏི་བྷེན་སི་འདྲའི་གྲ་སྒྲིག་ཚང་མ་བྱས་འདུག་དེ་ནི་ད་གྲོས་མེད་པའི་གནས་ཚུལ་གཅིག་གི་ཐོག་ནས་ད་འདི་ཆ་ནས་ད་མ་ཁྱི་རྐྱང་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཡིན་ནའི་ད་ལྟའི་ཨ་རིའི་གི་གྲོས་མོལ་གི་ཐོག་ནི་ལས་ཀ་བྱེད་མཁན་གཙོ་བོ་ད Steve Witkoff ཚུས་ལ་གྲོ་བྱས་ནས་ཕ་གི་ཐང་དང་ལས་ཤིག་བྱེད་བཞིན་པ་ཡིན་པ་ད་རྩ་བའི་ཨི་རན་ད་ཨ་རིའི་གི་པ་ར་ཡ་གན་རྒྱ་དེ་དོན་ཚན་བཅུ་བཞི་ཆེ་པའི་ཡིག་ཆ་ཅིག་ལ་མཚན་རྟགས་འགོད་གི་ཡིན་པའི་གནས་ཚུལ་ཡོད་ཅེས་རེད་ད་ཁོ་རང་གི་བཤད་བྱས་བྱས་ནས་ད་ལྟའི་དེ་ཕྱིན་ཐན་བྱས་མ་དགོས་པའི་ཐོག་ནས་གང་འཇོག་འཇོག་ཨ་ནི་ཁྱོ་གཉིས་ཀ་གི་མི་ཡོང་བྱས་ལས་ཀ་དེ་བྱས་ཐུག་གོ་རེད་ག་ད Hezbollah ལེ་བྷ་ནོན་དང་ནི་ཨི་ཟི་རེལ་གཉིས་ཀ་གི་དམག་མཚམས་བཞག་ཐུབ་དེ་འདྲས་བྱུང་བ་རེད་ཅེས་བསམ་གི་ད་དེ་བཞག་ཐུབ་བས་ན་ད་འདི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་བྷཱས་ཨར་གྷ་ཆི་ནི་ད་ཕ་ཆེ་ས་སྤེན་པ་དེ་རིང་ང་ཚོའི་ས་སྤེན་པ་ད་དེ་རིང་རེད་བ་ད་འདི་ཨི་རན་གྱི་ས་སྤེན་པ་ལ་ཕར་ལས་ཀྱི་རེ་བ་བྱེད་ཀྱི་ཡོད་པ་དང་ནི་ད་འདི་ཕྱིར་ནི་ཕ་གི་ཁ་ཏར་གྱི། དངོས་ནས་ད་འབྲི་དུས་པ་གཙོ་བོ་ད་འདྲེ་ཡང་ཁོ་རང་ཕ་གི་སུས་སྟེ་ནས་དངོས་ནས་ལས་ཚ་ཡོད་པ་ད་གང་ད་ཕ་གི་ལ་གྲ་སྒྲིག་བྱས་ཏེ་གུ་ན་རེ་གི་ཅི་བྱས་བྱས་ཏེ་བྱས་བྱས་ད་གང་ད་ཨ་རི་ད་ཨི་རན་གི་གྲོས་མོལ་དེ་ད་ཉི་མ་གཅིག་གི་མ་སྐྱིད་ལུས་ཐེབས་པ་རེད་དེ་འགྲོ་ཐུ་ཡས་ཀི་རེ་བ་ཅིག་ཡོད་དེ་པའི་ནི་ཚོའི་གཅེས་རེད་དེ་ཤ། འོ། དེ་ནི་རྒྱལ་སྤྱིའི་གནས་ཚུལ་ཅུང་མི་འདྲ་བ་ཁག་ཅིག་ཞུས་པས་ན་ད་ཁ་ཚང་འདུག། ཨབ་གྷ་ནི་སི་ཐན་གྱི་ད་ལྟའི་པ་ཁི་སི་ཐན་གྱི་ས་མཚམས། ད་ལྟའི་སྦུལ་ཆི་སི་ཐན་དང་ཀི་པུའུ་བྷག་ཏཱ་ཁུ་ཝ་གྱི་ཉེ་འཁོར་ཡང་ཡོད་བསྡད་པས་དམག་སྒར་ཁག་ཅིག་ལ་གཏོར་སྐྱོན་ཤུགས་ཆེན་པོ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཇི་ལྟ་དེ་གཙོ་བོ་ད་ལྟའི་ཁོ་རང་ཚོ་གི་གནམ་དམག་རྒྱ་བསྐྱེད་གཏོར་ཡོད་པའི་གནས་ཚུལ་གཅིག་དང། ཨབ་གྷ་ནི་སི་ཐན་བདེ་སྲུང་བློན་ཆེན་གྱི་བཤད་ཆས་བྱས་ནས་ཕ་གིའི་ཡ་ཏུ་སི་འཇིགས་སྐུལ་རིང་ལུགས་པའི་གབ་ཚུགས་མང་པོ་ཞིབ་བཟོས་བྱས་ཟ་དེའི་གིས་ནི་ཨབ་གྷ་ནི་སི་ཐན་ལ་གནོད་སྐྱོན་མང་པོ་ཡོང་གི་འདུག་བྱས་ཙང་གི་ཁོ་རང་ཚོ་གི་སྔོན་ནས་གྲ་སྒྲིག་བྱས་བྱས་ད་གང་ལྟར་མིག་རྟགས་རྒྱ་བྱས་ནས་གཏོར་བ་ཡིན་སྲིད་ནི་མིག་རྟགས་རྒྱ་བ་ན་ཞིག་ལས་དོན་ཡག་པོ་འགྲུབ་བྱུང་ཟླན་བཤད་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནས་ཨ་རིའི་སྲིད་འཛིན་ཀྲུམ་གྱིས་ཁ་ཚང་དུ་ཏཱ་ཨེག་སོ་ཤོ་ལས་ད་ག་འདྲ་འགྲེམ་སྟོན་ལ་འོ་ར་དེ་འདྲའི་འཁྲབ་སྟོན་བྱེད་ཀྱི་སྐབས་སུ་ཁོ་རང་ལ་བཅར་འདྲི་བྱེད་ཆེད་ད་ཁེ་རལ་གྱི་ད་འདི་འཛམ་གླིང་གི་འགོ་ཁྲིད་ཆེས་མཐོ་ཤོས་ཀྱི་ད་གུ་རྩིས་བྱེད་ས་ལ་འོ་ར་བས་ད་ཅིག་ང་ཚོས་ཡིན་ན་ད་བསྔགས་བརྗོད་བྱེད་ས་དེ་འདྲའི་གཉིས་ཀྱི་མིང་བཏོན་ལ་དོན་ནི་སྲིད་འཛིན་ཀྲུམ་གྱི་མིང་བཏོན་ཡང་རྒྱ་གར་གྱི་སྲིད་བློན་ཤི་རི་ན་ར་ད་མུ་དི་དང་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གཉིས་ཀྱི་མིང་བཏོན་བྱས་སྟབས་འཛམ་གླིང་ནང་ནས་ད་ལྟའི་འགོ་ཁྲིད་ཁོ་རང་གི་གུས་བརྩི་ཆེ་ཤོས་བྱེད་ས་ཀྱི་འགོ་ཁྲིད་གཉིས་དེ་ཁོ་གཉིས་ཡིན་ཟེར་ཐབས་བྱ་ཞེས་པའི་གནས་ཚུལ་ཅལ་རེད་དེ་ཤ་དེ་ནི་ཨ་རི་སྲིད་འཛིན་ཀྲུམ་གྱི་ཡང་བཀའ་མོལ་གཅིག་གི་ནང་ལོ་ཡ་ཁ་ཚང་ཁོ་རང G Seven སྟོབས་ཆེན་རྒྱལ་ཁབ་བདུན་གྱི་ཚོགས་འདུ་འགྲོ་བའི་སྐབས་སུ་ཨི་ཐི་ལི་གྱི་སྲིད་བློན་ཇོར་ཇི་ཡ་མི་ལ་ནི་གིས་ང་ལ་རེ་བ་བརྒྱབ་ཅེས་གཏམ་དཔེར་ཁོ་རང་ཞུ་བ་འཐེན་བྱས་པར་རྒྱབ་རོགས་བྱས་ཏེ་ལག་བསྡུར་སྟེ་འདི་འདྲའི་སྐད་ཆ་བཤད་ཡོད་པ་འདྲ། དེ་སྐད་ཆ་དེ་གོ་བ་དང་ཨི་ཐི་ལི་གི་སྲིད་བློན་ཇོར་ཇི་ཡ་མི་ལ་ནི་གིས་ང་ནི་འདི་སྐད་ཆ་དེ་གོ་འོང་དུས་ཞེད་སྣང་སྐྱེས་སོང་ཟེར་བ་ལྟ་བས་ཁོར་རྔམ་སྐྲག་བྱུང་སོང་ཟེར། ངས་ཀྱིས་འདི་འདྲའི་ལབ་རྒྱུ་མ་བྱུང་ཟེར་བ་ཁོ་རང་གི་དྲན་པ་བརྒྱད་ཡིན་གྱི་རེད། རྩ་བའི། ཁོ་རང་གིས་ཤེས་དགོས་ཡ་གཅིག་ཡ་ཨི་ཏྲ་ལི་གི་མི་མང་དང། ནི་ངེད་གཉིས་ཀྱི་མི་ལ་ག་དུས་ན་མགོ་སྒུར་བྱས་ད་གང་དག་དེ་བྱེད་ཀྱི་མ་རེད། བློང་པོ་གེགས་མ་རེད་ལས་ཚོར་ད་གང་དག་ང་ཚོ་རེ་བ་གེགས་མ་ལས་ཆོག་དེ་འདྲའི་གེ་ཡོན་ཚིག་ལན་བློ་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་ད་ན་ཤི་ཨི་ཏྲ་ལི་གི་སྲིད་བློན་གཞོན་པ། Antonio Tajani། ཨ་རི་ལ་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཅིག་དང་རྩ་གཉིས་ལ་དུ་འཚམས་སྲིད་ཐད་ཀྱི་ལས་གཞི་བྱེད་ཡོད་པ་འདྲ། ཁོ་རང་གི་སྲིད་འཛིན Trump གིས་ང་ཚོའི་སྲིད་བློན་ཡག་ནི་དུ་གུས་བརྩི་མེད་པའི་ཐོག་ནས་ཚིག་རྩུབ་ལ་འོ་རེད་ད་ཁོ་རང་སུ་གི་ཚིག་ངན་བེད་སྤྱོད་བཏང་པ་དེ་ཡང་ང་ཚོས་མཐའ་གཅིག་ཏུ་ངོས་ལེན་བྱེད་ཀྱི་མེད་ད་ཁ་ན་ཤེས་དེའི་སྐད་ཆ་དེ་ང་ཚོས་ཀྱི་ལས་སླ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་མེད་གཞན་ཚང་གིས་ཁོ་རང་དུ་ཨ་རིའི་འགྲོ་ཡ་དེ་ཕྱི་འཐེན་བྱས་ཡ་པ་ཡིན་སྟབས་བྱས་སེ་རག་བྱས་པའི་ནི་ཚོའི་དཔྱད་རེད་དེ་བཞག། དེ་ནི་ཨི་ཇིབ་ཀྱི་ཕྱི་སྲིད་བློན་ཆེན། Doctor Badur Abdelatty། གིས་གསལ་བསྒྲགས་བྱས་ཡ་ཁོ་རང་ཚོ་གི་ད་ལྟའི་ཨི་ཇིབ་གཙོས་པའི་ཁོ་རང་ཚོ་རྒྱལ་ཁབ་བཞི་ཚུགས་ལ་འོ་ད་ང་ཚོས་རྒྱལ་ཁབ་བཞི་གི་ཡང་ཚོགས་འདུ་ཞིག་སྐོང་གི་ཡོད་པ་འདྲ། ད་དེང་སང་ཕྱོགས་ཕྱོགས་བསྒྲིགས་ནས་ད་ལས་ཀ་མང་པོ་བྱས་བསྡད་ཀྱི་ཡོད་པ་རེད། དེང་སང་གི་ཨི་ཇིབ་མཉམ་དུ་པ་ཀི་སི་ཐན། Saudi Arabia། ཏུར་ཀི། དེའི་རྒྱལ་ཁབ་བཞི་དེ་གས་ནི་གཞི་ཚུགས་བྱས་བྱས་ད་ནྡེ་ཨི་ཇིབ་ཀྱི་རྒྱལ་ས་ཁུར་ཡོ་རེད་ཁུར་ཡོ་ལས་དེ་ལ་ད་ག་ནྡེ་ཚོགས་གནང་གི་སི་ར་བྱེད་པའི་ནི་ཚོའི་བཅས་རེད་དེ་ཤ་ཅི་ཚང་གི་ད་ཚོགས་འདུ་དེ་ཡ་དེ་ས་ཉི་མ་ཡ་འདུག་ས་སའུ་དི་ཨ་རེ་བྷེ་ཀྱི་ཕྱི་སྲིད་བློན་ཆེན་རྒྱལ་སྲས་ཧྥེ་ཟལ་བིན་ཧྥ་རང་ཧྥ་རཀ་རེད་ད་གནའ་ཤི་ཏུར་ཀི་གི་ཕྱི་སྲིད་བློན་ཆེན་ཧ་ཀ་ཧྥི་ཏིན་པཱ་ཀི་སི་ཐན་གི་ཕྱི་སྲིད་བློན་ཆེན་མོ་ཧ་མད་ཨི་ཤ་དར་གསུམ་བཅས་ནི་ཨི་ཇིབ་ཁོ་རང་སོགས་ཀྱི་ཕྱི་སྲིད་བློན་ཆེན་བཅས་ཀྱང་ནི་ཚོགས་འདུར་ཚུགས་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་འདི་ནི་ཨ་རིའི་བདེ་སྲུང་ལས་ཁུངས་ནས་ད་ལྟ་འདི་ཨ་རིའི་སྲིད་གཞུང་ཡར་འབྲོག་ལ་སྦི་ལིན་བརྒྱད་ཅུ་གྱི་བར་བརྒལ་བཀའ་འཁྲོལ་ཅིག་ཞུ་གི་ཡོད་པའི་གནས་ཚུལ་བཅས་རེད་དེ། ཤ་ག་ད་ལྟ་ཉེ་ཆར་དུ་ཨི་རན་གྱི་ཐོག་ལ་ལག་འོར་བས་བཅད་ཤ་ཨེ་ཤེ་ཡ་གི་ཐོག་ལ་དམག་བརྒྱབ་པའི་འགྲོ་གྲོན་གུད་གསབ་བྱས་ད་ནི་དེ་མིན་གྱི་ཙག་ཙིག་འགྲོ་སོང་གཏོང་ཡས་ཀྱི་ཆེད་དུ་གྲོས་ཚོགས་ནས་འགྲོ་ལ་བི་ལིན་གྱི་ཆུ་ཅིག་ད་འདི་ད་ག་ལོ་བཀའ་གྲོས་ཞོལ་གྱི་ལས་གཞི་སྤེལ་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་དེ་ནི་ལྷོ་ཀོ་རི་ཡ་གྱི་སྲིད་འཛིན་ལི་ཅང་མུན་གྱི་བཤད་བྱ་བྱས་ན་ད་སྲིད་འཛིན་ཀྲམ་གྱི་ཨ་རི་དང་ཨི་རན་གྱི་གན་རྒྱ་བཞག་ཐུབ་བྱུང་བ་རེད་ཟེར་བ་ལྟ་དེ་གའི་རྡུལ་ཕྲན་མཚོན་ཆ་དེ་མཚམས་འཇོག་བྱས་ཐུབ་བྱུང་བ་རེད་སྟབས་མ་འོངས་པ་དོ་སྣང་དེ་ཚང་མ་འདུག་ཟེར་བྱང་ཀོ་རི་ཡ་གི་རྡུལ་ཕྲན་མཚོན་ཆའི་སྒང་ལ་སྤྲད་ཀྱི་རེད་པ་ཡོད་ཟེར་ག་ན་ད་ནི་ཁོ་རང་སུ་ཕ་ཡིས་ཧྥ་རན་སི་ལ་དགོངས་དག་གིས་གསོལ་སྟོན་བཅའ་བའི་སྐབས་བཟོས་ནས་ངེད་ཀྱི་སྙན་བཟང་ཞུས་པ་ཡིན་ཟེར་ལན་ད་ག་ད་ཀྲམ་ལ་ཡར་རེ་སྐུལ་ཅིག་ཞུས་པའི་ནི་ཚོའི་དཔྱད་རེད་དེ་ཤག། དེ་ནི་ཨ་རིའི་སྲིད་འཛིན་ཟུར་པ་བྷ་རག་ཨོ་བྷ་མ་གིས་ཁོ་རང་གི་འགྲེམས་སྟོན་ཁང་ཆེན་པོ་གཅིག་བརྒྱབ་ཡོད་པའི་གནས་ཚུལ་བཅས་དེས་ཨ་རི་གི་ཆི་ཀ་གྷོ་ལ་དུག་སེལ་བརྒྱབ་ཡོད་པ་དེ་ཁ་ཚང་དེའི་སྒོ་འབྱེད་དང་འབྲེལ་བའི་ཐོག་ནས་ཨ་རིའི་སྲིད་འཛིན་ཟུར་པ་གསུམ་ནི་བྷ་གེ་ཡ་དངོས་སུ་སྐུ་མགྲོན་ལ་ཕེབས་ཡོད་པའི་གནས་ཚུལ་བཅས་རེད་དེ་བཞག་ཨ་རིའི་སྲིད་འཛིན་ཟུར་པ་ཇོ་བྷའི་ཏིན